སེམས་ཤུགས་ཟད་དེ་མི་གཅིག་གིས་རྒྱང་ཡག་ཡོག་མ་རེད། ཕྱི་ལོར་ཉོ་ཡག་ཡོག་མ་རེད། བུ་ཕྲུག་ཁྱིམ་འདི་ལོ་གཅིག་གི་འགྲོ་སོང་འདི་ག་ཚད་དཀྲུགས་བ་རེད་ཟེར་ན། Eight Million Dollars དཀྲུགས་བ་རེད། ངས་དང་པོ་དེ་ང་བོད་པ་ཇི་ཡིན། ད་ངས་ག་རེ་བྱེད་ཐུག་དོ། སེམས་ཤུགས་ཟད་དེ་མི་གཅིག་གི། རྒྱང་ཡག་ཡོད་མ་རེད། ཕྱི་ལོག་ཉོ་ཡག་ཡོད་མ་རེད། སེམས་ཤུགས་གལ་ནས་ཡོང་དགོས་རེད་ཟེར་ན་སོ་སོ་སོ་སོ། རེད་པ། སོ་སོ་སོ་སོ་ངའི་དང་པོ་དེ་ག་རེ་ཡིད་ཆེས་དགོས་རེད་ཟེར་ན། རེད་པ། ངའི་དང་པོ་དེ་ང་བོད་པ་གཅིག་ཡིན། རྒྱལ་བ་རིན་པོ་ཆེའི་བཀའ་རྣམ་པ་ནི་ཞེས་རེ་བ། བོད་པ་ཅིག་ཡིན་པའི་ཞུ་གུ་དེ་བོད་པ་ག་འགའ་ལོག་ལ་ཡང་རེ་བ། བོད་དོན་འདི་ག་བག་སྐྱལ་མ་སྐྱལ་ཁྱེད་རང་ཚོ་ལས་འགན་ཡོད་ས་དེ་སྐུ་མདུན་ནས་བཀའ་གནང་རྒྱུ་རེད། ང་སྤྱི་ཁོག་གི་ལས་འགན་མ་རེད། བོད་པ་ཅིག་ཡིན་པའི་ཞུ་གུ་དེ་ཁྱེད་རང་ཚོ་ག་འགའ་ལས་འགན་དེ་ཡོད་གསུང་གོ་རེད། བྱས་ས་འགའ་དེ་ག་དུས་ཡིན་ནའི་སོ་སོའི་སེམས་ལ་བཞག་གོག་ཏུ་ང་ང་བོད་པ་ཅིག་རེད།

རེད་པ། བྱས་ཙང་ཁ་འདི་འདྲའི་ཐོག་ནས་སོ་སོ་སོ་སོ་ཡ། དྲི་བ་མང་པོ་བཏང་དགོས་འདུག་ཨ། ག་རེད་ཟེར་ན་སོ་སོ་སོ་སོ་དྲི་བ་མང་པོ་ཅིག་བཏང་ཐུབ་པ་ཡིན་ན་ཨེ་ནི་སོ་སོ་རྙེད་གི་འདུག་ཨ། ག་རེད་ཟེར་ན་ལོ་གཞོན་གཞོན་མང་པོ་ཅིག་སླབ་གྲྭ་དེ་གི་ཡོག་རེད་འཛིན་གྲྭ་དང་པོ་རེད་པ་ཀིན་ཏི་ག་ནས་འཛིན་གྲྭ་དང་པོ་དེ་ནས་འཛིན་གྲྭ་བཅུ་གཉིས་དེ་ནས་ཅིང་འཛིན་གྲྭ་བཅུ་གཉིས་ཐོན་ཚབ་ཡིན་ན་ད་ཀོ་ལེ་ཇིལ་བྲོ་ཡ་དུས་ཚོད་དེ་སླེ་དུས་གང

ག་རེ་ཟེར་ན་ཕ་མ་གཉིས་ཀས་སོ་སོའི་དཀའ་ལས་བརྒྱབ། སོ་སོའི་དཀའ་ལས་བརྒྱབ་པ་དེའི་ཐོག་ནས་ཨེ་ནི་ཁྱེད་རང་ཚོ་སླབ་གྲྭར་འགྲོ་ཡ Fees དང་ཇི་ལྟར་སྤྲད་ཕ་མ་ཕ་མས་དེ་འདྲས་བྱེད་ཀྱི་ཡོད་ན་ཡང་གནས་ཚུལ་ལོགས་ཀ་ཅིག་བྱེད་དགོས་རེད། ང་ཚོའི་སྤྱི་ཚོགས་ནང་ལ་རྒྱ་བ་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་རྒྱལ་ད་སློབ་ཆུང་བས་དེ་རིང་རིན་པ་ཁེ་ཁེ་མེད་པ་སློབ་ཆུང་དེ་རག་ཡོད་རེད་པ། རིན་པ་ཁེ་ཁེ་མེད་པའི་སློབ་ཆུང་རག་ཡ་དེ་འཛོམས་འཛོམས་ལ་དེ་རྩ་ཆེན་པོ་ཡིན་པ་ང་ཚོས། གར་ཟེར་བས་སེམས་ན་ལེགས་ཀྱི་མི་འདུག་ག་ད་དེ་ཡིན་གཅིག་མིན་གཅིག་ཅིག། ཀླད་གོ་བ་ཅིག་གོ་གི་འདུག་ག། ང་བུ་ཕྲུག་ཁྱིམ་སྡེའི་ནང་ལས་ཀ་བྱས་ནས་ལོ་བཞི་བཅུ་ཞེ་གཉིས་ལས་ཀ་བྱས་པ་རེད། ང་ལས་ཀ་བྱས་བྱས་ནས་སྤུ་གུ་མང་པོ་ཅིག་ངའི་དང་པོ་དེ་བར་ད་ཕ་མ་ཚོས་ཁྱེད་ཁྱེད་སྤྲད་འདུག་མ་རེད་རེད་པ། ད་ཡིན་ནའི་ལོ་སུམ་ཅུ་འགྲོ་དུས་ག་ད་ཕ་མ་ཚོས་སོ་སོའི་ལས་ཀ་ར་བ་ཅིག་བྱས་ཨེ་ནི་ཕ་མ་མང་པོ་ད་དེ་པ་ཚོང་གི་ཕ་མ་གི་རོ་ཅི་ཙི་མ་གང་ན་འགྲོ་ཉེན་ད་དེ་འདྲས་ཡོད་རེད་པ་ད་སྤྱི་ཚོགས་ཁོ་ར་ཡག་སྐྱེད་དེ་གཟི་བྲུ་དུས་གང་ངས་ང་རའི་བསམ་བློ་བཏང་ཅན་ཕ་མ་ཚུ་སློབ་སྦྱོང་དེ་རིན་ཐང་མེད་པ་བྱས་ཅན་སྤུ་གོ་ཡག་སློབ་སྦྱོང་ར་ཡག་དེ་ཡག་པོ་མི་འདུག་ཨེ་ནི་ཕ་མ་བཙུན་མོ་ནས་ད་བལ་ཡ་དགོང་མོ་བཅུ་ཡི་ནས་སྤྲད་རོགས་གྱིས། དགོང་མོ་ཉི་ཤུ་ཡི་ནས་སྤྲད་རོགས་གྱིས། ག་རེད་ཟེར་ན་འདི་སྤྲད་པ་ཡིན་ན་སོ་སོའི་སྤུ་གུ་དེ་བསམ་བློའི་ནང་ལ། ངས་དཀའ་ལས་བརྒྱབ་ནས་ངས་ཅིག་བྱས་པ་ཡིན་བསམ་བསམ་གྱིས་ཕ་མ་ཚོའི་བསམ་བློའི་ནང་ལས་ཡོང་གི་རེད་བསླབ་གྲྭར་སྤུ་གུ་འཛུལ་ནས་ཨོ་ངའི་ཕ་མ་ཚོས་དཀའ་ལས་བརྒྱབ་ནས་ང་དེ་བསླབ་གྲྭའི་ནང་ལ་འཛུལ་ཡག་ལ་ཡ་ཕ་མ་ཚོས་དཀའ་ལས་བརྒྱབ་ནས་ཅིག་སྤྲད་གི་ཡོད་རེད་འདི་སླེབས་པའི་ནང་གླུ་གཡར་ངས་ཐབས་ཤེས་ཞེ་དྲག་བྱས་པ་རེད་པ། ཐབས་ཤེས་བྱས་རྗེས་ན་ད་རི་ཁྱེད་སུ་ང་ཚོའི་གནས་སྟངས་ག་པར་སླེབས་ཡོད་རེད་ཟེར་ན། བུ་ཕྲུག་ཁྱིམ་འདི་ལོ་གཅིག་གི་འགྲོ་སོང་འདི་ག་ཚད་སྒྲུག་འོག་རེད་ཟེར་ན། Eight million dollars སྒྲུག་འོག་རེད། བུ་ཕྲུག་ཁྱིམ་འདི་ཡན་ལག་དང་བུ་ཕྲུག་ཁྱིམ་འདི་སྤུག་སྡིག་ཆེ་གང་གང་ད་སྤུག་ད་རི་ཁྱེད་སུ་སྤུག་བདུན་སྟོང་ལྔ་བརྒྱ་ཚུད་ཞོག་རེད་སྡིག་ཆེ་སློབ་ཆུང་བྱས་ཀོ་ལེ་ཇི་ནང་ལ་འགྲོ་ཉན་ཨེ་ནི།

འགྲོ། ང་ཚོ་བུ་ཕྲུག་ཁྱིམ་སྡེ་ཡ། གཞན་སྡེ་བཅས་བྱས་ནས་བརྒྱ་ཆ་ཉི་ཤུ་རྩ་བཞི་ལུང་མགོ་བ་རེད། བརྒྱ་ཆ་ཉི་ཤུ་རྩ་བཞི་བོད་པའི་སྤྱི་ཚོགས་ནང་ནས་ང་ཚོའི་འགྲོ་སོང་བཏང་ཡག་དེ་ཕན་ཐོགས་ཡོད་རེད། བྱས་ཙང་དེ་ལ་གཟིགས་ཡིན་ན་ང་ཚོའི་མི་དམངས་ཚོའི་རུ་པ་དང། སློབ་ཆུང་སྙན་གལ་ཆེན་པོ་ཡིན་པ་དག་ནད་བཞིན་ང་ཚོའི་བུ་ཕྲུག་ཁྱིམ་སྡེའི་སྤུ་བོ་མང་པོ་ཅིག་སོ་སོ་འཚར་ལོངས་བྱས་ད་ལབ་ཏུ་ཐོན་ཨན་སྤྱི་ཚོགས་ནང་ལས་ཅན་ལས་ཀ་བྱེད་དུས་གང་ཁོ་ཚོ་སེམས་ཤུགས་རབ་ཀྱི་ཁྱི་ཅན་རེད་པ། སྤུ་གུ་གཅིག་ལ་ཡ་བྱེད་མདའ་དོན་ཐུབ་པ་དུ་དོན་ཐུབ་པ་ཡིན་ན་ཡག་པོ་ཡོང་ས་རེད། ང་རྔན་མ་ཆུན་ཆུན་གང་ལ་ཨེ་ནི་ཁྱི་གའི་མི་སྐད་བྱེད་མདའ་དོན་པོ་རེད། ད་ང་རྒན་ལོང་བྱས་ནས་ངས་དཀའ་ལས་རྒྱབ་ནས་ང་རའི་དངུལ་དེ་ང་རའི་ལག་པར་ར་དུས་གང་ལ་ང་སྤུ་གུ་གཅིག་གི་བྱེད་མདའ་དོན་གི་ཡིན། སྤུ་གུ་གཉིས་ཀྱི་བྱེད་མདའ་དོན་གི་ཡིན།

ད་ཐབས་ཤིག་གནང་དགོས་བར་པཱ། ཁྱེད་རང་ཚོ་སློབ་ཆུང་དེ་རག་མེད་ན་དེ་འདྲའི་བསམ་བློ་འཁོར་ཁོག་མ་རེད་པཱ། རེད་པཱ། ངས་མ། ང་ཚོ་ངའི་དང་པོ་བོད་ནས་ཡོང་ཉེན་ཁྱེད་རང་ཚོ་མང་པོ་ཅིག་ཕ་མ་དང་ཇི་ལྟར་ལྟ་རྒན་འགོག་མང་པོ་ད་ལྷག་ཡེ་ཡོག་མ་རེད་དེ་ཚོ་ངའི་དང་པོ་བོད་ནས་ཡོང་དུས་གེ་གེ་ཤིང་གི་མེད་པཱ། མང་ཆེ་ལམ་ལམ་སོགས་རྒྱུག་འདེབས་རེད་པཱ། ཡིན་ནའི་ཁོ་ཚོ་དཀའ་ལས་རྒྱབ་ཨེ་རྒྱབ། རུམ་གཅིག་ཐུགས་ཀྱི་སྒྲིང་སྤོ་དགུ་ཚུལ་ཐབས་གཉིས་ཀུན་འདུས་གནས་དཔལ་ཡང་དག་པོ་རྒྱུན་ཅན་བློ་བྱུང་རབ། བློ་བྱུང་རབ་འདི་རྐྱེན་རྒྱལ་དཔལ་བོད་པའི་སྤྱི་ཚོགས་འཁོར་དཔལ། རྒྱ་རུམ་གཅིག་ཐུགས་ཀྱི་སྒྲིང་རྒྱ་རུམ་གཅིག་དགོངས་པ་ཞེ་སྡང་དཔལ་ཐག་རིང་པོ་ཞེས་ཐུབ་པའི་བཀའ་དྲིན་རྐྱེན་ང་ཚོའི་སྤྱི་ཚོགས་འཁོར་དཔལ་འདི་གུ་ཁྱོ་བཞི་བོ་བརྒྱབ་འདུག་ཨང། བྱས་ཙང་གུ་ཁྱོ་བརྒྱབ་པ་འདི་རྐྱེན་འདི་ག་པར་ཐུག་འདོག་ཟེར་ན་བློ་བྱུང་འདི་ཐུག་འདུག་ཨང། ད་ཚ་རིག་སྐྱེས་སུ་ཁྱེད་རང་ཚོ་གང་གི་ལོ། གཞོན་སྐྱེས་ཚོ་ཕྱི་རྒྱལ་ནས་ཕེབས་ཉེན་ཚོ་རེད་ད་དེ་བ་ལབ་དྲག་ཐལ་ཉེན་ད་ཕ་མ་ཚོའི་རྩ་ལ་ཞུགས་ཉེན་ཕ་མ་ཚོ་ཡིན་ནའི་སློབ་ཆུང་ཟེར་ཉེན་དེ་གལ་ཆེན་པོ་ཡིན་པ་ཤེས་བྱས་ནས་ཁྱེད་རང་ཚོ་གང་གི་ལོ་ལ་ཅིག་ལོ་གཞོན་གཞོན་ཚོ་རེད་པ་ཡིན་གྱི་མིན་གྱི། ད་བླ་བྲང་ཡང་དབུ་བཙུགས་རྒྱབ་བཏང་ད་ག་ནས་ཤི་ཐུགས་རིམ་བླ་བྲེ་ནང་ལ་ཐད་ད། དེ་ནས་ད་མི་རབས་ཀྱི་ཆ་ཚང་ཐུགས་སུ་ཆ་དེ་དུས་གང་ལ་ད། སེམས་ཤུགས་དེ་སྐད་ཅན་སོ་སོའི་སྤྱི་ཚོགས་ནང་ལ་འཕེལ་ཅན་ད། ག་རེ་གནང་དགོས་ཀི་འདུག་སྤྱི་ཚོགས་ཁོ་རས་ག་རེ་བྱེད་ཀི་ཡོད་རེད་སྤྱི་ཚོགས་ཁོ་རས་བྱས་པ་དེ་རྣམས་ལ་ང་ག་པར་ཚུད་ཀི་འདུག་ངས་ག་རེ་བྱེད་ཐུག་གི་འདུག་དེ་འདྲའི་དགོངས་པ་བཞེས་ཡག་གི་དུས་ཚོད་དེ་སླེབས་པ་དེ་ང་ཚོ་སྐལ་པ་བཟང་པོ་ཞིག་འདྲ་རེད་བསམ་གི། ཨེ་ནི་གཙོ་བོ་དེ་ནི་རྒྱལ་བ་རིན་པོ་ཆེའི་ཐུགས་ཀྱི་བཀའ་དྲིན་རེད། ཨེ་ནི་རྣམ་པ་ཚུལ་ནི་ད་ཁ་སང་ད་ལྟ་སྐུ་མདུན་ད་ལྟ་ང་ཚོའི་ཨ་མདོའི་མཛད་སྒོ་དེ་སྐུ་མདུན་ད་དགུང་ལོ་དགུ་བཅུ་ཐམ་པ་པས་ཨེ་ནི་ང་ཚོ་མཛད་སྒོ་ཚོགས་པར་པ། ཨེ་ནི་ད་ཨ་ད་རི་ཁྲུའུ་ལི་ཡ་ཡང་སྐུ་མདུན

དེ་ཡིན་གཅིག་མིན་གཅིག་མཁྱེན་དགུག་དུ་དབང་སྐུ་ལས་ག་ཚད་བསྐྱོན་པ། རྟ་རྒྱ་བ་རིན་པོ་ཆེ་དགུང་ལོ་དགུ་བཅུ་ཐམ་པ་ཕེབས་དུས་སྒང་ལ་རྟ་གར་སོགས་རས་ངན་མ་ཕྱག་ལས་ཞིབ་པོ་ཅིག་གནང་བ་རེད། རྟ་དགུ་བཅུ་ཐམ་པ་ཕེབས་དུས་སྒང་ལའི་དུ་མདོའི་བོད་སྤྱི་པའི་ཐོག་ལ་ཡར་དགོངས་པ་ཞེས་དེ་འདྲའི་གནང་གི་ཡོད་རེད། ད་ཡིན་ནས་སྐུ་མདུན་ནས་རེད་པ། སྐུ་ལས་བསྐྱོན་པ་དེ་འབྲས་བུ་དེ་ཁྱེད་རང་ཚོའི་ཐོག་ནས་སྨིན་དགུག་དུ་དབང། བོད་པའི་རྩ་དོན་འདི་ཐོག་ཐུག་དུས་གང་ལྟ་གཞོན་སྐྱེས་ཚོའི་དངོས་གནས་འགན་འཁྱི་ཅན་རེད་པ། སོ་སོ་འགན་འཁྱི་ཅན་ད་ག་རེ་བྱེད་གོ་དོག་ཁྱེད་རང་ཚོ་རིག་པ་སྒྲིམ་གནང་གོ་དོག་ང་རིག་པ་སྒྲིམ་ད་ཁྱེད་རང་ཚོ་གང་ག་སློབ་སྦྱོང་གནང་ཡོག་རེད་དོ་ཁ་ཤས་དོ་མདོའི་སློབ་སྦྱོང་གནང་གི་ཡོག་རེད་ཨན་དེའི་ཕེ་ཅན་ཉི་མ་རྩ་སྔགས་ཡིན་ན་བཞུགས་སྒོར་སྦ་དགོས་མཛོད་ཉི་མ་སྔ་གཞུག་བཞུགས་རིང་ལ་དངོས་གནས་དྲ་གནས་ཁྱེད་རང་ཚོའི་དགོངས་པ་བཞེས་ཅན་ད་གར་སོག་ར་སོ་སོ་སོ་ཡ་གཅིག་འཛུགས་ར་བཙུགས་ཅན་ར་བ་ད་ངས་ག་ར་བྱེད་ཐུག་དོ་ང་ར་ད་ད་སློབ་སྦྱོང་བྱེད་ཀྱི་ཡོད་ན་ག་རེ་གང་སློབ་སྦྱོང་བྱེད་དགོས་དོ་ཨེ་འདི་བ་མཁས་པ་མང་པོ་ཡོད་རེད་ཁོང་ཚོ་ཕེབས་ཅན་ཁྱེད་རང་ཚོ་ཝོརྐ་ཤོབ་འདྲ་མང་འདྲ་གནང་གི་ཡོད་རེད་འདི་ཚོ་གང་ག་ལོག་ཐུག་ན་ཡག་པོ་བྱེད་ན། རེ་བ། ཐུགས་ནང་གནང་བྱས་ནས་ཨེན་སོ་སོ་སོ་སོ་ག་རེ་དྲན་པོ་ཐོགས། ཨེ་ངས་ད་ཅི་ཞུས་པ་ན་ཞེས་སེམས་ཤུགས་རྙེད་དེ་སོ་སོའི་ངོགས་ནས་སེམས་ཤུགས་དེ་སྤར་ཡག་མོ་འདུག་རེ་བ། ཕྱི་ལོགས་མི་ནས་མི་གས་ལུག་ཐུག་ཡག་ཡོང་མ་རེད། སོ་སོ་སོ་སོའི་བསམ་བློ་ག་འདྲས་སུ་བཏང་གི་ཡོད་པ། སོ་སོ་སོ་སོས་གན་ག་ཚད་གྱིས་འདུག་རེད་དེ་སོ་སོས་ཤེས་གི་རེད་པ། བྱས་ཙང་ཀ། དཔེར་ན་སངས་རྒྱས་བཅོམ་ལྡན་བསྟན་དགེ། གར་གསུམ་རེད་ཟེར་ན་ཡོ་ཡོ་ཨུན་མ་སྟེ། ད་དེ་ནང་པའི་ཆོས་ཀྱི་འདི་གར་ཚུགས་རེད། ཏིང། ད་རིང་ཤོས་འདིར་བ་སོ་སོ་སོ་ར་ལས་ཡོ་རེད། སོ་སོ་སོ་སོའི་ཐག་གཅོད་ཅན་སོ་སོ་སོ་སོ་ག་བ་སྐྱེ་མ་སྐྱེ་སོ་སོའི་ལག་པ་དུ་བ། That's a very powerful གར་ཚུགས་རེད Message། རེད་པ། བྱས་ཙང་དེ་ཡིན་དུས་ཀང་ཁྱེད་རང་ཚོ་དེ། ཕེ་བོ་རི་ཕེ་ཅན་ད་དེ་ཡ་ཝོརཀ་ཤོབ་དེ་ཚོ་གནང་གི་ཡོད་རེད་དེ་ཚོ་ཐུགས་གནང་གནང། རེད་པ་བཀའ་མོལ་གནང་ཉན་མང་མང་པོ་ཅིག་དེ་ཕེ་ཡོད་རེད། ག་རེ་གང་གནང་གི་འདོག་རེད་པ། སོ་སོ་ག་རེ་ཅིག་སེམས་ལ་ག་རེ་བཞག་ཐུག་གི་འདོག། སེམས་ལ་ག་རེ་གུ་ཀྱོག་དང་ཐུག་དོ་སྡིག་ཆེར་དགོངས་པ་ཞེ་ཅན་ཁྱེད་རང་ཚོས་རེ་བ་ཉི་མ་ལྔ་དེ་འཕྲོ་བརླག་མ་བཏང་བྱས་ཨེ་ཉི་མ་ལྔ་དེ་རེ་བ་ཉི་མ་ལྔ་ཚ་ཟུར་ན་ཉི་མ་ལྔ་དེ་ནོར་བུ་ཀ་ཁྲི་ཐོ་རྒྱལ་པོ་སྡིག་ཆེ་རེ་བ་ཕར་ཁྲི་ཅན་དྭགས་གཅིག་རེ་བ་ཤེལ་ཕྱི་གང་བཞག་ཡ་མེན་པོ་བྱས་ཐོ་ཁྲི་བུ་སྡིག་ཆེ

དེ་ཡང་མཐོ་གཞན་དག་ཅིག་རྒྱབ། རེ་བ། ཉུང་ཉུང་གཅིག་ནི་གནས་ཀ་གསུམ་ཡིན་ནི་རེད་བཞི་ཡིན་ནི་རེད་དེ་འདྲས་ཅིག་བྱས་ཀྱང་ད་དེ་ལས་ཡ། ང། ཨེ་ནི། དེ་ལས། དེ། གྲུབ་ཡ། ཨེན་ང་ཤུགས་རྒྱག་པོ་ཡིན། སོ་སོ་སོ་སོ་སོ་ཡ། གའི་སྟེང་རབ་ཅིག་དེ་འདྲས་ཅིག་གུག་ཐུག་ང། མང་པོ་ཅིག་ཡོད་ན་ཁག་པོ་རེ་བྱེད་ཐུག་མར་པ། ཡིན་ནའི། དེ་འདྲས་བྱས་ན་སོ་སོ་སོ། གར་སོ་རེ་ཁྲེ་ནིང་རབ་ཅིག་སྤྲད་པ་ཡིན་ན་དཔེ་ཕན་པོ་ཐུག་ང། ཨེན་དེ་ག་དུས་ཡིན་ནའི། དེ།

དངོས་གནས་ཁྱེད་རང་ཚོ་གང་གི་ལོག་ད་ལྟ་དགུང་ལོ་བཅུ་འགྱུར་རེད་པ། ཨེ་ནི། ཐག་རིང་པོ་དེ་འདྲའི་ཕེབས་པ་རེད། དེ་ཡ། ཨེ་ནི་གཞུང་འགས་གྲ་སྒྲིག་ཡག་པོ་དེ་འདྲའི་གནང་ཡོད་རེད། གཞུང་གས་མི་སྣ་དེ་འདྲའི་མང་པོ་ཅིག་ཁྱེད་རང་ཚོ། བཀའ་སློབ་ཞུ་ཡག་དག་དེ་འདྲའི་ཕེབས་ཡོད་རེད། ད་སྡིག་སྤྱད་ཀྱི་གསུངས་པ་དག་སྡིག་སྤྱད་ཀྱི། ད་སྐུ་ལས་སྐྱོན་པ་དེ་ཁྱེད་རང་ཚོ། ཉེས་ཐུབ་པ་བྱས་བྱས་ནས་ཨེ་ནི་སོ་སོའི་མི་ཚེའི་ནང་ལ་ཡང། ཁ་མཆུ་མཆུ་བྱིན་ནས་བེད་སྤྱོད་བཏང་ཐུབ་ཡ་དེ་ཐབས་ཤེས་གནང་དགོས་འདུག་ཨ། འདི་གནང་ཐུབ་ཡིན་ན་ཏན་ཏན་དེ་ཉི་མ་ལྔ་ཉི་མ་ལྔ་བདུན་གཅིག་བཞུགས་ཡིན་ནི་དེ་ཕན་ཐོག་བྱུང་བ་རེད་གསུངས་པས། ཨ་ནི་དེ་ནས་ང་ཞི་དྲག་རེ་འགུག་འདེད་ཁེལ་ཞུ་ཡ་མེད་ཁྱེད་རང་ཚོ་དྲི་བ་གཏང་གནང་ཡ་ཡོད་ན་དྲི་བ་གཏང་གནང་བས་ན་ཨ་ནི་ངས་ལན་རྒྱབ་དགོས་རེད་བ་རྒྱབ་ཐུག་ཡོད་ན་ངས་རྒྱབ་གི་རེད་རྒྱབ་ཐུག་མེད་ན་ང་ཞི་གི་མེད་ཟེར་བས་ཆད་གནང།